ཨའོ་བཀྲ་ཤིས་བདེ་ལེགས། ཨ་ནེ་ཡའི་བརྟག་གཉིས་སྒྲ་སྒྲིག་གཉེན་གྱིས་སམ་ཨ་ནེ་ཡའི་ཨའོ་བཀྲ་ཤིས་ཁྲིད་ཀྱི་ནང་ལ་ང་ཚོ་གོ་སྒྲ་འབྲེལ་དེ་ཚོ་ཚུར་གླེང་ཨ་ནེ་ཏིའི་གི་བརྟག་གོང་འོག་གོ་སྒྲ་ལྷག་མ་དེ་ཚོ་སྟོབས་ཉི་གཙང་བཟོ་ཅིག་དེ་ནས་ད། སྒྲ་མཚམས་རེ་མིག་ཟེར་བ་དེ་ག་འདྲ་ཟིག་མིག་གི་མཚམས་ནས་ངོ་འཕྲོད་ཅིག་ཡིན། དང་པོ་ང་ཚོ་གི་ཡིག་ཆ་གླེང་མཁན་འདི་ནང་འགྲོ་དགོས་ཀྱི་ཡོད་རེད་དེ་ལ་ནི་ཨ་ནེ open ཟེར་བ་དེ་ལ་ནི། དེ་ནས་ད་ང་ཚོ་གི་སོ་སོ་གི་ད། སྤྱོད་འཇུག་གི་འགྲམ་འགྲེལ་དུ་དཀའ་བ་སྐྲག་སྒྲིག་བྱས་ནས་བཞག་ཡོད་ན་རྒྱུ་ཆ་དེ་ཚོ་ཡོད་སར་ས་ཆ་དེར་འགྲོ་དགོས་ཀྱི་ཡོད་རེད་འདིའི་མཚམས་ཉིན་འགྲོ་ན་འཇུག་དགོས་རེད། ཨ་ད་ཀྱིས་ད་ང་ཚོ་གི་འདི་ན་བཞག་བཞག་ཡོད་རེད་དེ་ནི། ངེས་དགོས་བ་ཞིག་ལ། ཨ་ནི་ལེའུ་རེ་རེར་སྒྲ་རེ་རེ་ཡིན་དགོས་ཀྱི་ཡོད་རེད་ལེའུ་དང་པོ་དང་གཉིས་བ་གཉིས་ཀ་སྒྲ་གཅིག་ཡིན་ན་འགྲིག་ཡོད་མ་རེད་དེ་འདྲ་ཡིན་དུས་ན། ངས་ལེའུ། གསུམ་ཡོད་པའི་ནང་ཉིད་ད་ལེའུ། དང་པོ་གཉིས་བ་གཉིས་སྒྲ་གསུམ་གྱི་གཉིས་བཞག་བཞག་ཡོད་རེད་དེ་འདྲ་ཡིན་དུས་མིང་གཅིག་གྱུར་དགོས་ཀྱི་འདུག་ཨ་དེ་འདྲ་གཅིག་རེད། དེ་ནི་ཨོ་ཕན་ཟེར་བ་དེ་ནི། འོན་ཏེ་ད་སྒྲ་ལྷེབ་སོང་རེད་ལྷེབ་སོང་ཡང་ཡིན་ན་ད་ནི་སྒྲ་གི་སྒྲ་རྟགས་དེ་ཚོ་ཧ་ལས་པའི་མཚན་མོ་འདུག་བ་དེ་འདྲ་ཡིན་དུས་ན་ང་ཚོས་འདི་ལ་སྣོན་རྟགས་ཅིག་འདུག་བ་དེ་དགོས་ན་དེ་ནི་ཁ་ཏིས་བཀྲམ། ཁ་ཏིས་བཀྲམ་བྱས་ན་དེ་ང་ཚོ་གི་རྟགས་རྒྱག་ས་དེ་ཚོ་ལས་སླ་བོ་རྙེད་གི་འདུག་བ་དེ་འདྲ་གྱི་འདི་མཚམས་ནས་རྟགས་བཞག་དེ་ནས་ད་ང་ཚོ་གི་འདི་དགོན་ལ་སྒྲ་ཧ་གི་སྒང་ལ་ལྷག་མ་ཡོད་པ་དེ་ཚོ་ཐོག་མ་དེ་ནས་ང་ཚོ་གི་ད་སིབ་དགོས་གི་ཡོད་རེད་བ། འོ་དེ་འདྲ་ཡིན་དུས་ན་འདི་དགོན་ལ་རྟགས་བརྒྱབ། དེ་ནས་ད་ང་ཚོ་གི། ད་དུང་དེ་ཚོའི་དགོས་དགོས་དང་དེ་འདྲ་ཅི། དེ་ནི་འདིའི་ཚང་མ་ཟླ་ཚེས་དེ་གི་རྟགས་བརྒྱ་དེ་ནི་ཕར་སྤྲིན་དྲུག་དགོས་ཀྱི་ཡོད་རེད། ཕར་སྤྲིན་སོང་ཡིན་ན་དེ་ནི་རྟགས་བརྒྱ་བཞག་འདུག་དེ་ནི་ད་འདི་དགོས་ཀྱིའང་མེད་དེ་ནི་ང་ཚོ་གི་སྟོབས་བཞག་དགོས་པ་རེད། དེ་ཅི། དེ་ནི་ད་ཁྱེད་རང་ག་བོད་ན་འདིའི་མཚམས་ཉིད་ཡོང་ཁྱེད་རང་དགོས་དགོས་མེད་ཡང་ཡིན་ན་འདི་ཙམ་ན་ནིང་དེ་ཉིད་ད་ཚོ་སྤྲིན་ཡོང་དགོས་ཀྱི་ཡོད་རེད་སྤྲིན་ཡོང་ན་དེ་ནི་རྟགས་བརྒྱ་བཞག་གི་འདུག་རྟགས་བརྒྱ་དེ་ནི། དེ་སྟོབས་སོང་ཨ། འོ་དེར་དེ་ནི་ཡང་ཁྱེད་རང་ག་སྟོབས་གསར་བ་དེ་འགྲིག་མ་སོང་བ་དགོས་ནི་ད་ཅི་ཞིག་རེ་ཡོང་དགོས་ཀྱི་ཡོད་པ་ཡིན་ན། ཐེ་བྱུང་མགོན་པོ་ཁམས་ཕྲུག་ར་བཟི་ཞིག་ནས་བས་ན་ཤུ་ལྷད་ཡོང་གི་རེད་ཟེར་དེ་འདྲ་ཅིག་བྱས་ཨ་ནི་ད་སྟོབས་ཐང་གི་འགྲོ་སྟངས་རིམ་པ་དེ་ཚང་མ་གཅིག་གྱུར་རེད་ཨ་ནི་ད་མགོ་གཉིས་སྟོབས་དགོས་དགོས་ན་གཞིག་ནས་སྟོབས་དགོས་དགོས་ན་སྐྱིད་ནས་སྟོབས་དགོས་དགོས་ན་འགྲོ་སྟངས་གཅིག་པ་རེད། ཨོ་ཏོ་ཅིག་དེ་ནི་ད་ང་ཚོ་གི་སྦྲ་མཚམས་རེའི་མིག་བཟི་རྒྱུ་དེ་འབྲི་དགོས་ཀྱི་ཡོད་རེད་ད་སྦྲ་མཚམས་དང་པོ་དེ་སྦྲ་མཚམས་རེའི་མིག་བཟི་ར་དེ་ག་རེ་འདྲ་བོ་ཞིག་རེད་ལབ་ན་འདི་འདི་རེད། འདི་འདི་ལ་སྒྲ་མཚམས་རེ་མིག་བཟོས་གི་ཡོད་རེད། འདི་ཡིན་ན་ང་ཚོ་གི་དང་པོ A B C D གཉིས་བྲིས་སོང་བ་ཡིན་ན་འདི་ནི་འདི་གི་རེ་མིག་དེ་ཚོ་ཚང་མ་དེ་སོ་སོ་གི་བཟོ་ཡིན་དགོས་རེད་དེ་ནི་ད་འདི་གི་ལས་ཀ་ག་རེ་བྱེད་གི་རེད་ལབ་པ་ཡིན་ན་ང་ཚོ་གི་ཉིན་གཅིག་ནང་ལ་ཅིག་བལྟ་དགོས། འོན་ཏེ། སྐྱོན་བརྗོད་ཀྱི། ཆབ་སྲིད་ཀྱི་སྡོམ་པ་ལ་དགོངས་ན། འོན་ཏེ། སྒྲ་ཀ་བ་འདི། སྒྲ་གི་མཚམས་ལས་ཀ་བ་སླེབས་ཡོད་ན་འདི་གི་སོ་སོ་གི་འདི་ཤོད་ལོ་ཀ་གི་ཚིག་རྐང་རེ་རེའི་མགོ་ལ་རྟགས་སྦྱར་ཐུབ་གི་འདུག་འོན་ཏེ་སེར་པོ་ཚོས་འགྲོ་བདེ་གི་འདུག་དེའི་མཚམས་གཉིས་ད་སོ་སོར་སྒོ་དགྲ་གི་མཚམས་དེ་ག་བ་སླེབས་བསྡད་ཡོད་ན་འདྲེ་ཤེས་ཀྱི་མཚམས་དེ་ག་བ་སླེབས་བསྡད་ཡོད་ན་ད་ཏག་ཏག་སྟོན་གི་ཡོད་རེད་དེ། ད་རེས་ཀྱི་དགྲ་མཚམས་རེ་མིག་ཟེར་བ་དེ་གི་ད་དེའི་མཚམས་ཏག་ཏག་སྟོན་སྡོད་གི་ཡོད་རེད་ཟེར་ད་ཁོ་རང་གི་ལས་ཀ་དེ་དེ་འདྲ་བོ་ཅིག་རེད། ཨ་ནི་ད་ང་ཚོ་གི་ཨ་ནི་དགྲ་མཚམས་རེ་མིག་བཟོ་སྟངས་གི་རིམ་པ་དེ་ངེད་གཉིས་རྗེས་མ་ནང་ནས་ངོ་སྤྲོད་བྱེད་གི་ཡིན་ཨ་ནི་དེ་ལ་གཟིགས་རོགས་གནང་ཐུབ་རྒྱུ་གཅེས།